ཉེ་རིང་ཉེར་ལྔ་སྤྲུལ་པའི་དཔའ་བོ་སེང། དགྲ་བགེགས་རྗེས་བཟུང་ངོ་མཚར་ཉེ་བརྒྱུད་བཅས། གསང་བདག་སྒྲུབ་མགོན་བཀའ་སྲོལ་ཁྱད་པར་ཅན། དེ་འདྲ་སོང་བ་རེད། མཁས་གྲུབ་ཁྱུང་པོ་རྣལ་འབྱོར་ནས་བརྒྱུད་པའི་དཔལ་ལྡན་ཤངས་པ་བཀའ་བརྒྱུད་ཀྱི་ཆོས་ཚུལ་དེ་དག་ལ། རང་རྒྱུད་ཀྱི་བརྒྱུད་པ་ཉི་ཤུ་རྩ་བཞི་བཤོངས་པ་རེད། བརྒྱུད་པ་ཉི་ཤུ་རྩ་བཞི་དེ་དག་ཐམས་ཅད་ཇོ་ནང་ཀུན་དགའ་གྲོལ་མཆོག་ལ་ཐོབ་པ་རེད། མ་ཟད། ཇོ་ནང་ཀུན་དགའ་གྲོལ་མཆོག་ལ་མཁའ་འགྲོ་མ་ནུ་གུ་ཡིས་ཞལ་དངོས་སུ་གཟིགས་ནས་ནི་གུ་བྱུ་དྲུག་ལ་སོགས་པའི་གདམས་ངག་དེ་དག་གནང་བ་རེད། ཡིན་ཙང་ཇོ་ནང་ཀུན་དགའ་གྲོལ་མཆོག་ལ་རིང་བརྒྱུད་ཉི་ཤུ་རྩ་བཞི་དང། ཉེ་བརྒྱུད་གཅིག་བཅས་བརྒྱུད་པ་ཉི་ཤུ་རྩ་ལྔ་འཛོམས་པ་རེད། ཇོ་ནང་ཀུན་དགའ་གྲོལ་མཆོག་ལ་ཡོད་པའི་བརྒྱུད་པ་མི་འདྲ་བ་ཉི་ཤུ་རྩ་ལྔ་དེ་གསང་བདག་བགྲོ་གླིང་མགོན་པོའམ་ཇོ་ནང་ཏཱ་ར་ནཱ་ཐ་ལ་ཐོབ་པ་རེད། ཡིན་ཙང་ཇོ་ནང་ཏཱ་ར་ནཱ་ཐ་ནས་བརྒྱུད་པའི་ཤངས་པ་ག་རྒྱུད་ཀྱི་བརྒྱུད་པ་དེ་བརྒྱུད་པ་གཞན་ལས་ཁྱད་པར་དུ་འཕགས་པ་ཡིན། འོ་དེ་འདྲ་གསུང་གི་ཡོད་པ་རེད། སེམས་དེའི་བྱང་སེམས་འབའ་ཞིག་ཕྲེང་བར་བརྒྱུད། མ་ནོར་མ་ལྷའི་བཛྲ་ཀའི་རྡོ་རྗེའི་ཚིག། བཏུ་ཅིང་མཐར་ཡང་གྲུབ་པའི་འབྲས་བུ་སྨིན། མྱུར་མཛད་ཕྲིན་ལས་ལ་སོགས་མཐའ་ཡས་སོ། འདིའི་སྐབས་སུ་དཔལ་ལྡན་ཤིང་པ་ག་རྒྱུད་ཀྱི་སྟོན་པ་གྱི་ཁྱད་ཆོས་གཞན་དང་མི་འདྲ་བའི་ཁྱད་ཆོས་གསུམ་གསུངས་གནང་གི་ཡོད་པ་རེད། ཆ་རྒྱུས་གསུམ་དེ་གང་དག་རེད་ལབ་པ་ཡིན་ན། པར་ལྡན་ཤངས་པ་དགག་བརྗོད་ཀྱི་བརྗོད་པ་གཙོ་བོ་དེ་དག་ཐམས་ཅད། བྱང་སེམས་རྒྱུན་མཐའ་བ་བྱང་སེམས་སྲིད་པ་ཐ་མ་བ་ཤ་སྟག་བྱུང་བ་རེད། ཡིན་ཙང་བརྒྱུད་པའི་བར་དུ་སོ་སོ་སྐྱེ་བོ་བས་མ་ཆོད་པ་ཡིན་ཙང། བརྒྱུད་པ་གཙང་མ་བརྒྱུད་པ་བྱ་བར་དུ་འཕགས་པ་ཡིན། ཤངས་པ་དགག་བརྗོད་ཀྱི་ཆོས་ནི་ཆོས་ཀྱི་ཆ་ནས་ཀྱང། མཁའ་འགྲོ་མ་ནི་སྐུ་དང། སུ་ཀ་སི་སྡེ་ལ་སོགས་པ་སྤྲུལ་པའི་དབང་པོ་རྣམས་ཀྱི་གསུང་ཡིན་ཙང་དེའི་ནང་དུ་སོ་སོ་སྐྱེ་བོ་གི་ཚིག་སོ་སོ་སྐྱེ་བོ་གི་བརྩམས་པའི་བསྟན་བཅོས་དེ་འདྲ་མེད་པ་རེད། ཡིན་ཙང་ཆོས་ཀྱི་ཆ་ནས་ཀྱང་ལྷད་མེད་པ་སྐྱོན་མེད་པ་དེ་འདྲ་གི་བྱ་སྤྱོད་ཡོད་པ་རེད། བྱ་སྤྱོད་གསུམ་པ་དེ་བྱིན་རླབས་མྱུར་བའི་བྱ་སྤྱོད་ཡོད་པ་རེད། རང་ཉིད་ལ་དད་པ་དང་དམ་ཚིག་གཙང་མ་ཡོད་པའི་སྟངས་དུ་བརྩོན་འགྲུས་ཆེན་པོ་བྱས་ནས་ཉམས་སུ་བླངས་པ་ཡིན་ན་བཏུལ་གྱི་མཐའ་སངས་རྒྱས་ཀྱི་བསྟན་པ་འཇིག་ལ་ཉེ་བས་བཏུལ་གྱི་མཐའ་འདི་ལ་ཡང་གྲུབ་པའི་འབྲས་བུ་མྱུར་དུ་ཐོབ་གི་རེད། བརྒྱུད་པའི་བྱ་ཆོས་ཆོས་ཀྱི་བྱ་ཆོས་བྱིན་རླབས་ཀྱི་བྱ་ཆོས་ཟེར་ནས་བྱ་ཆོས་གསུམ་གསུངས་གནང་བ་རེད་དེ་ཙམ་མ་ཟད་ཐེག་ཆེན་གྱི་བསྟན་སྲུང་རྣམས་ཀྱི་གཙོ་བོ་མྱུར་མཛད་ཡེ་ཤེས་ཀྱི་མགོན་པོ་གི་ཆོས་སྐོར་དང་རྟ་མགྲིན་གསང་སྒྲུབ་ལ་སོགས་པའི་དཔལ་ལྡན་ཤངས་པ་ག་རྒྱུད་ནས་བརྒྱུད་པའི་ཆོས་ཚུལ་མཐའ་ཡས་པ་ཞིག་ཡོད་པ་རེད། དེ་དག་ཐམས་ཅད་དེང་སྐབས་ཀྱང་བོད་ཀྱི་གྲུབ་མཐའ་ཁག་ཚང་མའི་ནང་དུ་ཉམས་ལེན་བྱེད་ཀྱི་ཡོད་པ་དེ་འདྲ་ཞིག་རེད། ཨེ་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཅིག་ནས་མཚམས་བཞག་རྒྱུ་ཆེས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།